ཨོས་ཀྱིས་ང་ཚོའི་གི་ས་གནས་ཀྱི་འགྲོ་སྟངས་གཞི་ཆགས་འགྲོ་གི་འདུག་ན་ང་ཚོས་ཀྱི་བསམ་བློ་ཞིག་གཏང་གི་རེད་བ། ཁོ་ན་ལོ་སྔོན་མ་ང་ཚོ་དཀའ་ངལ་འཕྲད་དུ་དཀོན་མཆོག་རྫུན་མ་ལག་གི་ནང་གི་དཀོན་མཆོག་དཔང་འཛུགས་བྱས་ནས་ཤེས་ཡོད་རེད་བ་ཁོ་ན་ཚོས་དེ་ཞུ་དགོས་བ། བསམ་པ་རྣམ་དག་ལེགས་ཀྱི་བྱས་ལོ་གཅིག་རྩི་བྱས་རེད་བ། ཨོས་ལ་ཡ་ཉི་མ་གཉིས་མ་གར་ཆུག་པ་ཡག་བཏང་ཨོས་ཀྱིས་ག་རེ་མ་བཀག་ན་ནས་འདི་འགྲུབ་པ་མོ་ཏོ་ཉི་མ་གཅིག་བརྒྱད་ཆགས་པས་དེ་འདྲ་བྱས་མེད་རེད་བ། ཨ་ནི་འདི་འདྲའི་སྐབས་ལ་འཇིགས་མེད་ལ་དེ་ཕེབས་ནས་ང་ཚོ་ལ་སྐད་ཆ་བཅས་མ་བྱས་ནས་ཨུ་ལི་ཡཱ་ང་ཚོ་གི་རྫ་བྲག་གི་ཚོམ་བུ་གཅིག་སྐོང་རོགས་གཅིག་ལ་ནི་ཡིག་འབྲི་སྟངས་རེ་ཇི་སྙེད་སྙེད་ཅིག་ཡིན་རོ། ཨ་ནི་འདི་མི་ཅི་སྙེད་ཅིག་གིས་བཟོས་བ་རེད། ཨ་ནི་ཚོགས་གཞོན་གྱི་ཧ་གོ་མི་འདུག་དྲུང་ཆེའི་ཧ་གོ་མི་འདུག་ལ་རེད། མང་ཚོགས་ཀྱི་ལ་ཕུན་ཚོགས་དེ་བཞིན་ཚོགས་ཁང་ན་རེད། ཨ་ནི་ཁོ་རང་ཉིད་ཡང་ལོ་བརྒྱད་ཅུ་ཚུན་ཁྲི་པང་དེ་ལ་གི་ང་ལ་མེད་སོང་ཁོ་རང་རང་གིས་ཁས་ལེན་གནང་སོང་དེ་དང་ཚོགས་གཙོ་ཨུའི་གི་ཚོགས་གཙོའི་སྡིངས་ཆའི་ནང་སྐད་ཚིག་བཤད་རེད་ད། ཧ་གོ་མི་འདུག་སུ་གཅིག་གིས་དངོས་ཡོད་གནས་ཚུལ་རེད་ད།

མང་ཚོགས་ཀྱིས་སྐྱེད་ཚལ་སྔོན་སོང་ན་ཡག་པོ་འདུག་དེ་སོང་ནས་ང་ཚོའི་བར་ལ་སྤྱིར་འགལ་ཟླ་བྱུང་བ་རེད་འགལ་ཟླ་བྱུང་ནས་ང་ཚོས་བཟོད་གསོལ་བྱས་ལ་ང་ཚོའི་སྒེར་གྱི་སྤོ་བོ་ན་ནས་དཔེ་ཤག་བཏོན་ནས་ཁ་ལག་བཏང་ཡིན་དབུས་ཚོགས་གཙོ་ལ་ང་ཚོར་རྙོག་དྲ་འདི་འདྲ་བསླངས་ནས་ལས། ད་དེ་ང་ཚོ་ཚང་མ་འདིར་ཞུགས་ཡོད་དུས་ངས་སྐྱེད་ཚལ་བཤད་དགོས་རྒྱུ་མཚན་ཅི་ཡང་མི་འདུག་ཁོ་རང་རང་གིས་དགོངས་དག་གསུངས་པ་རེད་ང་ཚོར་ཡག་དགོངས་དག་ང་རང་གིས་གནས་ཚུལ་ཞིབ་འཇུག་བྱས་མི་འདུག་ང་ལས་ཉམས་མྱོང་མེད་ཚག་ཚག་གི་ཆགས་ཀྱི་འདུག། ཁྱེད་རང་ངས་སྐད་ཆ་བཤད་ཡ་ནོ་ཞེས་དགོངས་དག་གསུངས་པ་རེད་ང་ཚོས་དགོངས་དག་སྒྲིག་འདུག་ཚོགས་ཚིག་ཏུ་རེད་ཅེས་བཀོད་ཡོད་ཉེས་ཚང་མ་ཁོ་རང་དབུས་དང་ས་གནས་རྒྱུན་ལས་ཚང་མ་ལོག་བཏང་ཡིན་དབུས་ཚོགས་གཙོས་གར་གར་སོང་རྒྱུ་ཚིག་གཅིག་གཅིག་ཚིག་ཏུ་བཀོད་ཡོད་ཉེས། དེ་གས་ཡིན་པའི་ཕ་ཐང་ཡིན་ཁོ་རང་གས་ཁྱོད་ཚོ་ལ་དགོངས་དག་གདགས་ཡིན་ལྟ་ཡིན་ནས་འདི་ཚགས་པར་ནག་འགྲོ་རྒྱ་གར་དང་དུ་བ་ཞུ་ཤུགས་ཆེན་པོ་ཆགས་ལྟ་དབུས་ཀྱི་ཚོགས་གཙོ་དེ་ཚོགས་ཆེན་ག་རུ་རྙོག་འགྲོ་བྱུང་བ་དེ་ཇི་ཐང་ལྟར་དེ་ཡིན་དུས་ཁོ་རང་གས་ང་རྒྱ་གར་ཕར་ལོག་ནས་དར་རམ་ས་ལར་སླེབས་ནས་ཐ་སྙད་འདི་གསལ་བཤད་བྱེད་ཀྱི་ཡིན་གསུངས་པ་རེད། ཁོ་རང་གི་བཀའ་མོལ་གསུང་ཆོས་འདི་ནོར་འཁྲུལ་ཡིན་པ་དེ་གསལ་བཤད་བྱས་འོང་ལ་ནི་ཁས་ལེན་གནང་འཕེར། ཡིན་ནའི་ད་ལྟ་བར་དུ་གསལ་བཤད་སྤྱིར་གནང་ཡོད་མ་རེད་ད། ཁོ་རང་གིས་གསུང་པའི་བཀའ་མོལ་ནོར་འཁྲུལ་དེ་གི་གསལ་བཤད་སྤྱིར་གནང་ཡོད་མ་རེད། དེ་ནས་རྗེས་ནས་ང་དངོས་གནས་བློ་ཕམ་བྱུང། དེ་ནས་རྗེས་ངས་ས་གནས་ཀྱི་ཨ་ནེ་ལས་ལྡོང་བཅས་བསྐུར་མེད། དབུས་ལས་གནང་སྟངས་འདི་ལམ་རྩི་གནང་ན་ངས་གཡུལ་ག་འདྲས་གུས་ཞབས་ཞུ་ཐུབ་རེད། ཉིན་མ་ཉིན་མ་ད་ལྟ་ད་ལྟ་བྱས་པ་ངས་ད་ལྟ་ད་ལྟ་ལས་དོན་བསྐུར་ཡོད་ཅེས་བཤད་མེད་ཉེས།

རྟགས་ཚགས་ཚུད་མ་ཚུད་ལ་དེ་མི་གཅིག་གཉིས་གཅིག་ལ་ཡ་ཨོ་ཨོ་ལྟ་དེ་བོན་གོང་ས་མཆོག་དང་བོད་གཞུང་གི་ལངས་ཕྱོགས་ལ་འགྲུག་འདུག་དེ་ཚགས་མ་ཚུགས་བརྩི་གི་ཡོད་ན་ད་ནི་ཁྱེད་ལ་ཡ་མེད། ག་དེ་ན་གཞོན་ནུའི་རྩ་བ་གི་དམིགས་ཡུལ་དོན་ཚན་དང་པོ་ནས་ལོག་ལ་གོང་ས་མཆོག་གི་བཀའ་བློས་ལ་ཤར་བརྒྱུད་ཉག་གཅིག་ལ་ནས་བྲིས་ཤག་དེ་ང་ཚོའི་ད་ལྟའི་གཞོན་ནུ་གི་རྩ་ཁྲིམས་ཀྱི་ཁྱད་དེ་ཡིན་རོ། ཡང་དེ་ལས་བསྐྱར་བཅོས་ལོ་བྱེད་དགོས་ཡོད་ན་བསམ་སྟངས་ཡིན་རོ། ཨེ་ཡ། གོང་ས་མཆོག་གི་བཀའ་སློབ་ཕྱག་རྒྱུད་ཆད་ན་རང་བཙན་ལོ་རྡོག་རོལ་བཏང་མེད་ད། རང་བཙན་དགོས་ངེས་ཅིག་ཡིན། རང་བཙན་ལོ་རྡོག་རོལ་ཅེས་བཏང་མེད་རང་བཙན་ལྟོས་ངན་སྡུག་གི་རེད་ཁ་ནས་བཤད་མྱོང་མེད། རང་བཙན་རྩོད་སོང་སྡུག་གི་རེད་བཤད་མྱོང་མེད་ང་རའི་པཱ་ལགས་རང་བཙན་རྩོད་ནས་གྲོངས་ཨ་རོ་ཨ། བཙོན་ཁང་ལོ་བཅུ་གཅིག་དེ་བཙོན་ཁང་ནང་གྲོངས་རེད། ར་ཨམ་ལགས་རྒྱ་ནག་གི་བོད་རང་བཙན་ཆེད་དུ་གྲོངས་རེད། འདིའི་རང་བཙན་རྩོད་ཉེན་སྡུག་ཅག་རེད་ལ་ནས་ངའི་པཱ་པཱ་ལགས་དང་ཨམ་ལགས་སྒོར་འཛུགས་རྩིས་བཏང་དགོས་ཆིག་གི་རེད་ཨ།

སྤྱི་ཚོགས་ནང་རྙོག་གླེང་བྱུང་སོང། དེ་ས་གནས་གཞོན་ནུ་གིས་ཚོགས་གཙོས་ཀྱི་འགན་མ་ཁྱེར་བ་རེད། མང་ཚོགས་ཚང་མ་འདས་དོགས་འདིར་བས། དངོས་ཡོད་གནས་ཚུལ་སོགས་ལ་དྲང་པོ་དྲང་བཞག་གསུངས་ན་ང་ཚོ་དཀོན་མཆོག་རྒྱལ་གྱི་སྐུ་མཚན་བཅས་མེད། ང་གསལ་བོ་ང་གདོང་གི་ལམ་ཡེར་མི་འདི་ན་ཡོད་དེ་ལས་ངས་མི་དེ་ལ་སྒྲ་བརྩི་གི་མེད།

ཡིད་ཆེས། དེ་ཡི་སྤྱི་དོན་ཚོགས་པ་འགན་ཁྱེད་ཅག་ཚང་མའི་ནང་བཞག། དེ་ཡི་ཐག་གཅོད་ཚོགས་གཙོ་དྲུག་པའི་ཐག་གཅོད་ནང་ག་རེ་གནང་པ་དེ་ལ་རྒྱབ་སྐྱོར་ཡོད་ས་ང་ཚོས་མང་མོས་འགྲོ་རེ་ད། མང་མོས་འགྲོ་སོང་ན་ཨ་ན་ངའི་བདེ་བ་ཐོན་མི་སོང་ལ་སྐྱེལ་དགོས་ཀྱི་དེ་ནི་ཡོང་མར་བ་གནས་ཚུལ་དེ་གཅིག་རེད། དེ་ཡི་ཚོགས་གཙོའི་འགན་ཁུར་ཡོད་ཀྱི་རྒྱུ་མཚན་ཅི་རེད་དེ་ཚོས་ནོར་ཡོད་ན་གཞོན་ནུའི་རྒྱུན་ལོན་བཅུ་གཅིག་ཚང་མས་ནོར་གོ་རེད།

གཞོན་ནུ་གིས་གཞོན་ནུ་དང་འདྲའི་བོད་པའི་སྤྱི་ཚོགས་ནང་དཀའ་ངལ་ཆེ་དེར་ལྟ། མིང་ཆད་སྔ་མོ་སྔ་མོ་ནས་ཞིག་བསྡད་མེད་མིང་ཆད་ཆགས་དེ་རོ། གཞོན་ནུ་སྐྱེས་པ་ནས་གཙང་མ་ཆགས་རོགས་བྱས་ན་སོགས་སྐུ་མདུན་ཕེབས་པའི་གོ་སྐབས་དང་བསྟུན་ནས་ང་ཚོའི་དབུས་ལ་ཡ་སྐུ་མདུན་ལ་ཡ་ཕྱག་ལ་འཁོར་རོགས་ཞལ་དྲི་ཕུལ་ནས། ཨ་ནེ། གཞོན་ནུ། སྐུ་མདུན་དགོངས་པ་ལ་ཤར་བསྐྱོད་ཅིག་ཡིན་ལ་ཡིག་གཅིག་ཕུལ་ཡོད་རེད།

གང་ཉམས་མ་ཚང་ཡོད་ལ་གཏན་འཁེལ་བྱ་བར་བལྟ། གཞོན་ནུ་བའི་དམིགས་ཡུལ་རྩ་བའི་དོན་ཆེན་ཁོ་རང་ན་སྐུ་དུས་གོང་པར་ཤར་བསྐྱོད་དང། གཞིས་བྱེས་བོད་མི་ཀྱི་དཀར་ས། གཞིས་བྱེས་བོད་མི་མང་མོས་ཀྱི་བརྟག་དཔྱད་ལ་རྒྱབ་སྐྱོར་བྱེད་མཁན་ཡིན་ལ་ནི་རྩ་བའི་དམིགས་ཡུལ་ནང་འདུག་ཨ་འདི་འདྲའི་ལབ་འདི་ཨ་ནི་ཡང་འདི་ལ་ཡང། བཀའ་འགྱུར་ད་ག་ད་ག་འདི་འདྲ་མར་བལྟ། ཟིན་བྲིས་ཡོད་ན་ཕུལ་ཆོག་རེད་ང་ཚོས་ཚང་མ་ཚང་མ་མགོ་སྦིས་ཡོད་རེད་བ་འདི་ཚོ་ཆོ་མི་འདུག་མ་འདུག་པ་ཚང་མ་མ་བཏོན་ནས།

བཀོད་ཉར་མ་རག་ལྷག་བསྡད་ནས་ཅི་བྱེད་ཡིན་ན་མ་ཁྲིམས་དང་སྒྲིག་གཞི་གཙང་མ་རྩ་འགལ་བྱས་ནས་བཀོད་བཏང་ཆོས་དོན་རྒྱལ་བ་ལ་ཡིག་ལན་ལས་མ་ཐོན་བཅུ་བར་ལྷག་ཡིག་ལན་བཏང་ནས་ཕར་ནས་ང་ཚོགས་གཙོ་བྱེད་ཀྱི་ཡིན་ཐུགས་རྗེ་ཆེ་ལ་ངས་རྒྱན་ཁྱེར་བ་ལ། དེ་འདྲའི་བྱབ་ཆུང་གི་ལས་ཀ་ཕན་ནས་ཁྲིམས་འགལ་དེ་ནས་ཉམས་རྟོགས་ཁྲིམས་འགལ་གཅིག་བྱས་ལ་ག་རེའི་གནས་ཚུལ་ཅིག་བྱུང་སོང་ནས་ད་ནངས་ལ་ཡིན་ནས་ལས་གཅིག་མང་པོའི་ཐག་གཅོད་ཅིག་དང་གྲོས་བསྡུར་ཅིག་ལ་བྱ་དགོས་རོགས་ཚང་མ་དེའི་ཁྱིམ་ཚང་ཡོད་ངེས་རེད་ང་ནང་གི་ཨ་བུ་ཡིན་ལ་ནས་གང་བྱེད་ཉན་སྤྲོ་སྤྲོ་ད་ཡོད་ན།

སྒྲིག་ཆས་དེབ་གསལ་པོ་འདུག་ད་ག་ལྟ་ག་མར་ལྟ་མོ་ནི་འདིའི་གཞི་བཞག་སྒྲོག་གི་རེད། དེ་མེད་ན་སང་ཉིན་ན་ཉིན་སྲིད་སྐྱོང་ཡིན་ནི་རེད་ཨ་ནི་བཀའ་བློན་ཡིན་ནི་རེད་དཀའ་ངལ་ཆེ་གི་རེད། ཁོ་ན་ཚོ་བོད་མིའི་གྲོས་ཚོགས་ཚོགས་ཆེན་གཅིག་རེད་ཚེ་དགོང་མོ་གཅིག་གཅིག་ལ་རྩིས་ཁྲ་བྱེད་འགྲོ་གི་འདུག་ཨ། ང་ཚོའི་གཞོན་ནུའི་རྒྱུན་ལས་ཡིན་བྱས་ནི་མི་གཅིག་གཅིག་ག་ག་རེ་ཤེས་ཤེས་ཆེ་ཆེ་ར་ནི་ཡག་པོ་མི་འདུག།